ལུས་རྗེས་དཀྱུས་སྡོང་པ་ཡི་ལེའུ་སྡོང་པ། ད་ལྟ་ང་ཚོ་ཟླ་བའི་ར་མ་གྲོང་ཁྱེར་ལ་ཞྭ་མོ་ལེ་ཡ་ཡེ་ས་ཙ་དྲེད་འགྲོ་བའི་ལུས་རྗེས་དེ་ལྟ་གི་ཡིན། དེ་ནས་ཟླ་བའི་གྲོང་ཁྱེར་ར་མ་ལ་ཞྭ་མོ་ཡ་ཡེ་ས་ཙར་དྲེད་འགྲོ་བ་རེད། ས་འོག་ཅེས་ཁོང་ལ་ག་རེ་བྱས་ཡོད་པ་ཚང་མ་ཞྭ་མོ་ཡ་ལ་ཤོད་པ་རེད། ཞྭ་མོ་ཡལ་དང་ཁོང་ནི་ནགས་དབྱིབས་དུ་ཕྱིན་ནས་དེ་ལ་བསྡད་པ་རེད། ཟླ་བའི་ནིར་ན་ཡུལ་ལ་ཡོད་པའི་ས་འོག་གི་ཐོད་པ་དང། ཁོང་གིས་ཟླ་བས་གཟེང་བའི་ཆེད་དུ་མི་ཁ་ཤས་ཤིག་མངགས་པ་རེད། དེ་ནས་ས་འོག་གི་མི་རྣམས་ན་ཡུལ་ལ་སླེབས་པ་དང། མི་ཁ་ཅིག་རྫོང་ནས་ལུས་སྟེང་བཞིན་ཡོད་པ་མཐོང་བ་རེད། ཞྭ་མོ་ཡལ་ཏེ་ལ་ལོན་ནས་ལུས་སྟེང་པ་རྣམས་ཀྱིས་འགུལ་ཁྲིད་རེད། སྐབས་དེ་དུས་ཡ་ཧོ་ཝཱ་དཀོན་མཆོག་གི་ཐུགས་ནུས་དེ་ས་ཨོལ་གྱི་མི་རྣམས་ཀྱི་སྟེང་དུ་བབས་པ་དང་དུས་བདག་གིས་ཀྱང་ལུང་བསྟན་བྱས་པ་རེད། ས་ཨོལ་གྱིས་གནས་ཚུལ་དེ་གོ་བ་དང་ཁོང་གི་ཡོན་བྱ་མི་ཚོགས་གཉིས་པ་དེ་མངགས་པ་རེད། དུས་བདག་ཀྱང་སྔར་བཞིན་ལུང་བསྟན་པ་བྱ་བ་རེད། ཡང་ཁོང་གིས་མི་ཚོགས་གསུམ་པ་དེ་མངགས་པ་དང་མི་ཚོགས་གསུམ་པ་ཀྱང་ལུང་བསྟན་པ་བྱ་ནས་ལུས་རྟེན་གྱི་མགོ་བཙུགས་བ་རེད། ཐ་མ་དེ་ལ། ཟ་འུ་ཅེས་བདག་པས་འཚེ་བའི་ཆེད་དུ་སོ་སོའི་རང་ནུས་འབྲི་རྒྱུ་ཐག་གཅོད་བྱས་པ་རེད། ཁོང་གིས་མི་རྣམས་ལ་ཞྭ་མོ་ཡར་དང་བདག་པས་ག་བར་འདུག་ཞེས་སྐད་ཆ་དཀྲི་བ་དང་མི་རྣམས་ཀྱིས་ན་ཡོད་ལ་འདུག་ཞེས་ཟེར་བ་རེད། ན་ཡོད་ལ་མ་ལྷོད་སྔོན་དུ། ས་ཨུལ་ལངྒ་ལ་འགྲོ་བཞིན་ཡོད་པའི་སྐབས་སུ་ཡ་ཧུ་བྷ་དཀོན་མཆོག་གི་ཐུགས་ཉིད་དེས་ས་ཨུལ་ལ་བོས་པ་དང་ཁོང་གིས་ཀྱང་ལངྒ་ཐོག་ཏུ་ལུས་སྟེན་བྱེད་པར་མགོ་ཚུགས་བ་རེད། ས་ཨུལ་གྱིས་ཞྭ་མོ་གཡག་གདན་དུ་ཟུ་ལོག་ཚོང་མ་སྤེལ་པ་དང་པད་མོའི་ས་ལ་བཙུགས་ནས་ཉི་མ་གང་འཚམས་དང་ཚེས་གང་འཚམས་ལུས་སྟེན་བྱེད་པ་རེད།